ང་ཚོ། ང་ཚོ་རྒྱལ་ཁབ་ང་ཚོ་གི་ལུང་པ་དེ། ཚང་མ་གི་ལུང་པ་ཤོར་ཡོད་རེད། ཚང་མ་གི། ང་ཚོ་ཁམས་པ་གའི་ལུང་པ་ཤོར་ཡོད་རེད། འུ་ཚང་གའི་ལུང་པ་ཤོར་ཡོད་རེད། ཨ་མདོ་གའི་ལུང་པ་ཤོར་ཡོད་རེད། ཨ་མདོ་སྦྱིན་བདག་གིས་དེ་རིང་གི་ཉི་མ་དེ་ལ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བརྒྱད་དེ་རིང་གི་ཉི་མ་དེ་ལ་ཆུ་བཞི་སྔ་དྲོ་འགོ་བཙུགས་རེད་ད།

ད་ལྟ་སྐད་སྒྲ་ཆེན་པོ་ཆགས་ཡ་ཆེད་དུ་དང་མི་ཚང་མ་གི་དགའ་ཡ་ཆེད་དུ་བློ་ངན་བཟོས་ན་ང་སྒྱུ་རྩལ་བ་མ་རེད། སྒྱུ་རྩལ་གི་ལས་འགན་ཆེ་ཤོས་དེ་སྤྱི་ཚོགས་ཀྱི་འགྲོ་སྟངས་སྤྱི་ཚོགས་ལ་དང་དུས་ག་རེ་ཆགས་སྡོད་ཡོད་མེད་འདི་ཤེས་གོ་འགྲོ་བོ་བྱེད་ནས་སྒྱུ་རྩལ་གི་ལས་འགའ་རེ་ཤེས་གོ་འགྲོ་བོ་བྱེད་སྟེང་ཐུག་ཡ་ཅིག་ཡོད་ར་བ་དྲང་པོ་ཤེས་ཐུག་ཡ་སོ་ངེད་ཀྱི་ད་ལྟ་བློ་ངན་དེ་བཟོ་ཡ་མི་ཡོད་དེ་གཅིག་དེ་བོ་དེ་རེད་ཨ་ནི། གལ་ཆེ་ཤོས་དེ་ད་ང་རང་ཚོ་གི་ལུང་པ་ཤོར་ཨ་ནི་འི་འདྲའི་སྦྲུམ་དེ་འདྲའི་བྱུང་ཡོད་རེད། དཔའ་བོ་དེ་ཚོ་གི་པད་མ་སི་ཏུ་སོགས་བློས་བཏང་བློས་བཏང་ནས་པད་མ་སི་ཏུ་སོ་སོ་མི་ཚིག་བློས་བཏང་ནང་མི་བློས་བཏང་ནས་གྲ་མ་འཛེགས་ནས་ཁོང་ཚོ་པད་བློ་ཁོག་ད་ཅིག་ཡོད་རེད་བ་ཨ་ནི་འདི་བྱེད་དགོས་ཡ་འདི་ཁོ་རང་ཚོ་གི་སོ་སོ་རྒྱལ་ཁབ་དེ་ལ་སྲུང་སྐྱབས་བྱེད་ཡ་ཆེད་དུ་ད་མི་རིགས་ལ་སྲུང་སྐྱབས་བྱེད་ཡ་ཆེད་དུ་ང་ཚོ་མི་རིགས་ཀྱི་ངོ་བོ་ལ་སྲུང་སྐྱབས་བྱེད་ཨ་ནི་གལ་ཆེ་ཤོས་གཅིག་དེ་ཀུན་བཏུས་ལ་སྲུང་སྐྱབས་བྱེད་ཡ་གོང་ས་མཆོག་ལ་སྲུང་སྐྱབས་བྱེད་ཡ་ཨ་ནི་ང་ཚོ་གི་བསྟན་པ་ཆབ་སྲིད་དང་ཨ་ནི་ཆོས་ནང་ཆོས་ལ་སྲུང་སྐྱབས་བྱེད་ཡ་ཆེད་དུ་ད་དེ་འདྲས་བྱེད་ནས་བསྟན་སྲུང་དྭང་བླང་དམག་མི་ལ་ནི་ཚིག་དེ་དེ་འདྲས་སླེ་གི་རུ་བ་ད་ཁོང་ཚོ་གི་དཀའ་ལས་དེ་འདྲས་རྒྱབ་ནི་སོ་སོར་སྲོག་བློས་བཏང་ཡོད་རེད་ང་ཚོ་ལུང་པ་ཤོར་རེད་བཙན་བྱོལ་ལ་སླེ་རེད། ང་ཚོར་ལོ་ལ་ཐེངས་མ་གཅིག་སྐམ་པོའི་སྒྲོ་གུ་འགྲོ་དེ་རྔན་མ་ཤུགས་ཆེན་པོ་ཡོད་རེད་དགུ་བཅུ་སྟོང་དགུ་བརྒྱ་དགུ་བཅུ་དགུ་བཅུ་གེ་ལྔ་དགུ་བཅུ་གེ་ལྔ་ནས་ད་ཉིས་སྟོང་རྫ་ཨ་ཕ་ད་དཔེ་ཤུགས་ཆེན་པོ་རེད་ཨ་ནི་ཉིས་སྟོང་བརྒྱད་ལ་ཡང་བེ་ཅིང་ཨོ་ལིམ་པིཀ་བྱེད་དུས་ཀ་ལ་ཡང་དཔེ་ཤུགས་ཆེན་མེད་ན་ང་ཚོ་འཐབ་རྩོད་ཀྱི་ངོ་འཐབ་རྩོད་ཀྱི་ཅིག་མེ་ཇི་ཡོད་ར་བ་དེ་འབར་སྐྱོ་ཞི་དྲག་མཐོང་གི་མི་འདུག་ད་ང་རང་ཡང་ཅིག་བྱས་ན་ནོར་སྲིད་པ་རེད་ཡིན་ནའི་ང་རང་འཐབ་རྩོད་ལས་ཀ་བྱས་ནས་ལོ་སུམ་ཅུ་སོ་དྲུག་འགོ་འདུག། ངེད་ཀྱིས་མཐོང་གི་མི་འདུག་ཨ་ནི་མང་ཆེས་འདི་ལྟ་ང་མི་ལ་སུའི་མིང་འབོད་གི་མེད་མི་ལ་སུ་ལ་སྐོན་བརྗོད་བྱེད་ཀྱི་མེད་སུ་ལ་ནག་པོ་བཟོ་ཡག་གི་ཀུ་ལུང་གོ་ར་མེད་ང་ལ་དེ་འདྲས་ཡིན་ནའི་ངས་མང་ཆེས་ཕག་ཚོ་ལྟ་དུས་ཀ་ལ་སོ་སོས་སོ་སོ་ཁེ་ཕན་ལྟ་ནས་ལས་ཀ་བྱེད་ངས་མང་ཆེས་དེ་འདྲས་མཐོང་གི་འདུག་ད། བློ་ངན་འདི་བཟོས་དགོས་ཡག་དང་སྦྲུམ་འདི་ང་ཚོ་གི་རྒྱ་ཆེའི་སྡིངས་ཆ་ལ་རྒྱ་ཆེའི་མི་དམངས་ལ་བསྟན་དགོས་ཡག་དང་ང་རང་ཚོ་བོད་མི་རིགས་ལ་ཞེན་གོ་དང་སེམས་ཤུགས་འདི་སྐྱེད་བཅུག་ཡག་དང་ཨ་ནི་ལུས་སྲེག་གི་ང་ཚོ་གི། མ་འོངས་པ་བོད་ཀྱི་སོན་རྩ་དེ་ཚོ་དང་ལོ་ཆུང་བ་དེ་ཚོ་ལ་ང་རང་ཚོ་གི་སྦྲུམ་དང་ང་ཚོ་གི་དཔའ་བོ་དེ་ཚོ་གི་བྱས་རྗེས་དེ་ཚོ་ཕ་སྤོ་བོ་ཐོན་ནས་ཤེས་དགོས་ཡ་དེ་ངེད་ཀྱི་ལས་འགན་རེད་བསམ་ནས་དེ་འདྲས་བྱས་ནས་ཟོས་རེད་ལགས། ཨ་ནི་ད་ལྟ་ད་དེ་ཉམས་རྟོགས་འཛམ་བུ་གླིང་ག་བ་ག་སར་འགྲོ་གི་ཡོད་རེད་ང་རང་ད་སྤྱི་ཚོགས་དོགས་ཟ་ཅིག་ཏྲི་ཟོས་ཡ་གི་འབད་བརྩོན་ཅིག་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་སྤྱི་ཚོགས་ལ་བརྡབ་གསིག་མང་པོ་ཐེབས་བསྡད་ཡོད་རེད་ཡོང་མོ་ག་ཡ་གེ་ཅག་ཡིན་འདྲ་རེད། ཆོ་མེད་ཀྱི་སྐད་ཆ་རེད། ད་ང་རང་ག་བར་ག་སར་འགྲོ་ནས་བློ་ངན་བསྟན་ཡ་བཅུག་མ་རེད་བློ་ངན་བསྟན་ནས་མིར་སྐད་ཆ་བཤད་ད་ང་ག་བར་འགྲོ་ནས་དེང་སང་ད་ལོ་མང་པོ་འགྲོ་སོང་དཀའ་ལས་རྒྱབ་ནས་ད་ལོ་མང་པོ་རྗེས་ལ་ད་ང་རང་གི་ག་ལ་བར་ད་ཨིན་ཇི་སྐད་ལ་ན Consistent མུ་མཐུད་རེད་བ་མུ་མཐུད་ནས་ད་མི་མང་པོ་ཅིག་ངའི་སྐད་ཆ་ངན་ངན་མང་པོ་འདུག་ད་ངའི་སྐད་ཆ་ངན་འགའ་ཡོང་གི་ཡོད་ཡོང་གི་གླེང་ཡིན་ངའི་སྐད་ཆ་གཞན་པའི་ལག་གི་སྐད་ཆ་ངན་འགའ་གླེང་ཡིན་ལ་ངས་དཔེ་མང་པོ་འདུག། ད་དེ་འདྲས་ཡོད་འདུག་ག་ལ་ངེད་ཀྱིས་ཁོ་རང་ཚོ་ལ་དྲང་པོ་བཤད་དགོས་བ་ཡ་དང་སྤྱི་ཚོགས་ལ་ཕན་ཡ་སྐད་ཆ་བཤད་དགོས་བ་ཡ་དེ་ངེད་ཀྱི་ལས་འགན་རེད། ང་རང་སོ་སོ་སོ་སོ་ཁེ་ཕན་ལྟ་གི་ལྟ་གི་སྐད་ཆ་བཤད་ན་ང་ཚོ་དེ་ལུགས་ཡོད་ཡོད་ཐེ་ཚར་རེད། ད་དེ་འདྲས་བྱེད་ན་ང་ཚོ་དཔེ་མ་སི། དཔེ་མ་སི་ཐབས་སྐྱོ་བོ་དང་སེམས་པ་སྐྱོ་བོ་གནས་སྟངས་ཆགས་ཀྱི་རེད་བསམ་གྱི་འདུག་ཨ་ནི་དྲང་པོ་བཤད་ན་ང་ཚོ་ལུང་པ་ཤོར་ཡ་དེ་སེམས་པ་སྐྱོ་བོ་རེད་བ། ཡེ་ནས་ལུང་པ་ཤོར་ནས་རུ་བ་སེམས་པ་སྐྱོ་ཡ་དེ་རེད་ཡིན་ན་ཡང་སེམས་པ་སྐྱོ་ཤོས་དེ་ལུང་པ་ཤོར་ཡ་དེ་མ་རེད་སེམས་པ་སྐྱོ་ཤོས་དེ་ག་རེ་རེད་ཟེར་ན་ལུང་པ་ཤོར་ནས་ང་ཚོ་གི་གས་ཀུཅ་མ་བྱེད་ན་དེ་སེམས་པ་སྐྱོ་པོ་རེད་ནའོ། སོ་ད་བོད་ལ་ད་ད་ད་ང་ཚོ་དཀའ་ངལ་ནི་ཡིན་པ་རེད་སྔན་མ་ནས་རུ་བ་དཀའ་ངལ་འཕྲད་བསྡད་རེད་ད་ང་ཚོ་བོད་པ་མང་པོ་ཅིག་ཕྱི་རྒྱལ་སྡད་ངེས། དེང་སང་བོད་ལ་འགྲོ་ཡ་བོད་ས་ཆ་ཚང་མར་ད་མ་རེད་བོད་ས་ཆ་ཁ་ཤས་ལ་འགྲོ་ཆོག་ཡ་གི་རྒྱ་མི་གི་ཅིག་ཁོ་ཚོ་གི་དེ་ཇུས་ཅིག་རེད་བསམ་གི་འདུག་ང་རང་ཁོ་ཚོ་གི་སྲིད་ཇུས་རེད་ཁོ་ཚོ་གི་བལྟ་གི་ཡོད་རེད་བརྟག་དཔྱད་བྱེད་ཡ་ཆེད་དུ་བྱེད་གི་ཡོད་རེད་བོད་པ་ག་ཚོད་སླེ་གི་འདུག་སླེ་ནས་ག་རེ་བྱེད་གི་འདུག་ཕ་ཁ་ཕ་ཁོ་ཚོ་གི་སླེ་ནས་ཁོ་ཚོ་གི་དེ་ལ་ཁོ་ཚོ་རྒྱ་མི་དཔལ། ཁ་ལོ་རྡ། པེ། ཞེ་ན་ཚ་བོ་རུ་ཡོར་བ་ཁོང་ཚོ་གིས་ག་རེ་བྱེད་ན་ཡིན་བསམ་དབང་གིས་ལས་ཀ་མང་པོ་བྱེད་ཀྱི་རེད་ཇུས་སྟེང་ནས་བྱེད་ཀྱི་རེད་ང་ཚོ་ལ་ད་ད་ལྟ་བོད་པ་མང་པོ་ལ་འགྲོ་བཅུག་ཡོད་ད་འགྲོ་བཅུག་དུས་ག་ལ་ཁོང་ཚོ་གིས་ཚོད་དཔག་ཅིག་བྱེད་ཀྱི་ཡོད་རེད་བོད་པ་ག་ཚོད་བརྒྱ་ཆ་ག་ཚོད་ཚུར་སླེད་ཀྱི་འདུག་ཕ་མ་ཐུག་ག་ཕུག་གུ་དང་བོད་པ་གི་འབྲེལ་བ་ག་ཚོད་འདུག་བོད་ལ་དངོས་སུ་འབྲེལ་བ་དང་ཐད་ཀར་འབྲེལ་བ་བྱེད་ཡོར་བ Direct འབྲེལ་བ་དེ་ག་ཚོད་འདུག་འདི་ཚོ་ཚང་མ།

བོད་པ་སྤུ་གུ་ཆུན་ཆུན་ས་ཡ་གཅིག། ཁོ་ཚོ་གི་ཁ་བ་ཁ་སང་བསྒྲུས་ནས་ད་རྒྱ་མིའི་གི་ཁོ་རང་ཚོ་གི་རྒྱ་མིའི་གི་སློབ་སྦྱོང་སྤྲད་ཡག་གི Colonial School དང་ད་གཏང་གི་ཡོད་རེད་པ་ཁོ་ཚོ་ལ་ཁ་ལག་སྤྲད་ཚང་མ་སྤྲད་སློབ་སྦྱོང་སྤྲད་ཡིན་ནའི་ཁོ་ཚོ་ལ་ག་རེ་བྱེད་གི་ཡོད་ཟེར་ན། བོད་པ་ཡིན་པའི་བོད་པ་ཡིན་ལ་ཡ་གི་རྩ་བ་ཇི་ཡོད་རེད་པ། མ་རྩ་ཇི། འདི་མ་རྩ་རང་ནས་རྩ་བ་རང་ནས་གཏུབ་ཡག་གི་བེད་བཟོད་རེད་ཁོ་ཚོ་གི། དེ་གཏུབ་ན། ཁོང་ཚོ་ཆེན་པོ་ཆགས་དེ་གོ་ལ་ཁོང་ཚོ་བོད་པ་ཡིན་ལ་ཡ་གི་དེ་ག་རེ་ད་རྣམ་འགྱུར་དང་རྣམ་པ་དང་ཚོར་བ་དེ་སླེབས་བཅུག་མ་རེད་དེ་བྱས་ན་ད་གང་ཚོ་གི་བོད་པ་གི་ངོ་བ་དེ་ཁོ་རང་ཚོ་ག་ལི་ག་ལི་ག་ལི་བད་མེད་པ་བཟོས་གི་ཡོད་བད་ཁོ་རང་ད་ང་ཚོ་ངོ་ནས་བོད་པ་ངོ་ནས་རྒྱ་མི་གི་ད་ལྟ་བར་དུ་ད་ག་ཚོད་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་ད་ལྟ་བར་དུ་ག་རེ་ག་རེ་བྱས་ཚར་རེད་དེ་བ་ཁོང་ཚོ་གི་ད natural resources ལ་ག་རེ

ཁོ་རང་ཚོ་གི་ཅིག་རྫུན་མ་ཅིག་བཙུགས་ཡོད་པ་ལོ་མང་པོ་རྗེས་ད་ཀུན་བཏུས་ཡས་ཁོང་ཚོ་གི་ད་ཁོང་ཚོ་གི་གོང་ས་བཅུ་རྗེས་ལ་ཀུན་བཏུས་ཡས་ཁོང་ཚོ་གི་ཁོ་རང་ཚོ་གི་ཀུན་བཏུས་ཅིག appoint བྱེད་ཀི་ཟིག་ཡོད་རེད་ད་ཁོང་ཚོ་གི་དགོན་པ་ཁོ་རང་ཚོ་གི་ཆོས་རང་བེད་སྤྱོད་བཏང་ནས་འདི་བྱེད་ཀི་ཡོད་རེད་ད་ང་ཚོ་བླ་མ་མང་ཆེ་ད་ལྟ་བོད་ལ་ཡིན་ན་རེད་ད་བཙན་བྱོལ་ལ་ཡིན་ན་རེད་རྒྱ་མི་དགེ་ཕྲུག་ཡོང་ངེས་དཔེ་མང་པོ་རེད་ཚང་མ་བལྟ་གི་ཡོད་རེད། རྒྱ་མི་གཞུང་གིས་ད་བླ་མ་འདི་ཚོ་ལ Control བྱེད་ཐུབ་ན། ཆོས་ལ Control བྱེད་ཐུབ་ན་བོད་པ་ལ Control བྱེད་ཐུབ་གི་ཡོད་རེད་ལ་ནི་ཅེས་མགོ་འཚོས་རེད་ཁོང་ཚོ་ནི། དེ་ཕྱིར་ནི་ང་ཚོ་གི་ཆོས་བྱེད་མཁན་དང་ང་རང་ཚོ་གི་བླ་མ་སྤྲུལ་སྐུ་སུ་ཡིན་ནས་ང་ཚོ་གི་པདྨ་སི་དྲང་པོ་བྱེད་ཡ་དང་བདེན་པ་བྱེད་ཡ་དང་རེད་བ་ཨ་ནི་པདྨ་སི་ག་ལ་བར་སྤོ་བ་ཐོག་ནས་སོ་སོ་གི་ལྟ་གྲུབ་ལ་བསྡད་དགོས་ཡ་འདི་ད་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། རེད་བ། ང་ཚོས་དངུལ་རག་གི་འདུག་རྒྱབ་སྐྱོར་རག་གི་འདུག་ལ་ནི་སོ་སོ་གི། སོ་སོ་གི་སྲོག། སོ་སོ་གི་ངོ། སོ་སོ་གི། འདི། ཁར་ཚ་རྟ། འདི། མེད་པ་བཟོ་ཡ་ཡོད་མ་རེད། དངུལ། དངུལ་གི་ཆེད་ནས་ང་ཚོ་གི་ཅིག་དེར་བ། འདི། ད་ལྟ་སྐད་ཆ་སྟབས། སྐད་ཆ་མང་པོ་རེད་ད་དེ་ཚོ་རེད་བ་ཡིན་ན་ད་ང་ཚོ་བོད་པ་གི། རྒྱ་མིས་ཀྱི་ཁ་བརྡལ་ལ་ང་རང་ཚོ་སོ་སོ་དྲི་བ་དྲི་ན་སོ་སོ་སོ་སོ་བང་གོ་ལ་ལག་པ་བཞག་དང་མི་ཚང་མ་གིས་སོ་སོ་བང་གོ་ལ་ལག་པ་བཞག་རྒྱ་མིས་ཀྱི་དེ་འདྲས་དེ་འདྲས་བྱེད་ཀྱི་འདུག་ད་ལྟ་བར་དུ་འདི་འདི་བྱེད་སོང་ད་ལྟ་ཡི་འདི་བྱེད་བཞིན་པ་རེད་བཞག་འཛམ་བུ་གླིང་ལ་དེ་འདྲས་བྱེད་ཀྱི་འདུག་བོད་ལ་དེ་འདྲས་བྱེད་ཀྱི་འདུག་ང་ཚོ་བོད་པ་གིས་ག་རེ་བྱེད་ཡིན་ལ་ནི་ལག་པ་བང་གོ་ལ་བཞག་ནི་ང་ཚོ་ཅི་གང་བྱེད་ཡོད་མ་རེད་ཁྱེད་ཀོ་བྱེད་ཡོད་མ་རེད་ང་ཚོ་ད་བྱེད་རེད་ད་ངེད་ཀྱིས་ད་ལྟ་ང་རང་མི་ཆུན་ཆུན་བྱེད་རེད་མི་དཀྱུས་མ་བྱེད་རེད་སྒྱུ་རྩལ་བྱེད་ཀྱི་རེད་བློ་ངན་ཅིག་བྱེད་རེད།

Highly Intelligence ལ་དོ་སྣང་བྱེད་སློབ་སྦྱོང་བྱེད་འཛམ་བུ་གླིང་འགྲོ་སྟངས་ཆབ་སྲིད་ཚང་མ་མགོ་ཚོས་ན་དོ་སྣང་སྤྲད་ན་ཨ་ནི་ང་ཚོ་གི་ག་བ་ཡ་ག་རེ་ཡིན་ན་གཅིག་བྱེད་ཐུབ་པར་བསམ་གི་འདུག་ད་ང་རང་འདྲ་བོ་ཡིན་ན་ད་ལྟ་ང་ལྐུགས་པ་ཡང་མ་རེད་ང་བསམ་བློ་བཏང་མ་ཤེས་མཁན་དེ་འདྲའི་མི་ཡིན་མ་རེད་ང་རང་འདྲ་བོ་ཡིན་ན་ང་བོད་བོད་རང་བཙན་རག་གི་རེད་བསམ་གི་འདུག་ད་ལྟ་ཡིན་ནས་ང་ཚོ་ད་ལྟ་གི་བྱེད་སྟངས་བྱས་ན་བོད་རང་བཙན་རག་གི་མ་རེད་དབུ་མའི་ལམ་ད་ད་ལྟ་བར་དུ་ཁོང་ཚོ་གི་ཡག་པར་བྱས་ཡོད་མ་རེད་རག་ཡོད་མ་རེད་ཨ། རེད་བ། ཨ་ནི། ད་བོད་རང་བཙན་རག་ཡ་ལ། ང་ཚོ་ཚང་མ་གི་དཀའ་ལས། ངའི་དཀའ་ལས་བརྒྱ་ཆ་བརྒྱ་རྒྱབ་ཀྱི་ཡིན་ལགས་པར། ཚང་མ་གི། སོ་སོ་གི་མི་རིགས་དོན་དག་ལ་སོ་སོ་གི་འཐབ་རྩོད་ངོ་བོ་དང། དེང་རབས་དང། ཨ་ནི་རིག་གཞུང་སྲུང་སྐྱབས་བྱེད་ཡ་ཡིན་ན། སྐད་ཡིག་སྲུང་སྐྱབས་བྱེད་ཡ་ཡིན་ན་ང་ཚོ་སོ་སོ་རྒྱལ་ཁབ་ཚུགས་མ་རག་ན་སྐད་ཡིག་ཕུགས་རྒྱང་རིང་པོ་སྲུང་སྐྱབས་བྱེད་ཐུག་གི་མ་རེད། ང་ཚོ་མི་འབོར་ཁོ་ར་ཆུན་ཆུན་རེད་པ་གནས་ཐུག་གི་མ་རེད། ད་ལྟ་གི་བྱེད་སྟངས་དེ་ན་ལོ་བརྒྱ་རྗེས་ལ་ང་ཚོ་སྐད་ཡིག་དང་ཚང་མ་བླ་འགྲོ་གི་རེད། ད། སྐད་ཡིག་ཉག་ཡང་ཡིན་ན། རིག་གཞུང་ཉག་ཡང་ཡིན་ན། སོ་སོ་རྒྱལ་ཁབ་དེ་ཚུར་གླེང་ཐབས་བྱེད་དགོས་རེད། ད་གླེང་ཐབས་དེ་ག་འདྲས་བྱེད་ཡང་ཡིན། ང་ཚོ་ཚང་མ། གྲོས་བྱེད། ང་ཚོ་ཚང་མ། འཆར་གཞི་བཏིང། Brain Storm། བྱེད། ང་ཚོ་གི་སྲིད་ཇུས་ག་རེ་ཇི་བོ་བཏང་གི་འདུག་ང་ཚོ་གི། ཕྱི་རྒྱལ་ལ་སྐད་ཆ་བཤད་སྟངས་ག་རེ་ཇི་བོ་བཏང་གི་འདུག་དཔེ་ལས་རྒྱན་གན་མ་དྲག་པ་བྱེད། ང་ཚོ་གི་ཁེ་ཕན་ག་འདྲས་བསྟན་ཐུབ་གི་འདུག་རྒྱ། ཨ་རི་གཞུང་ལ་ཁེ་ཕན་ག་རེ་བསྟན་ཐུབ་གི་འདུག་ང་ཚོ་ལ་རོགས་པ་བྱེད་ན།

Israel Israel སྐོར་ལ་བསམ་བློ་བཏང་གི་ཡོད་རེད་ཚང་མ་ཚང་མ། ང་ཚོ་བོད་པ་ད་ང་རང་ཚོ་སྐོར་ལ་བསམ་བློ་བཏང་རན་ད་ཆོད་རེད། ཧོ་ཡ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།